ཡ་རྒྱུད་ལས་ཚང་མ་ལ་རྒྱུད་བཞུགས། ད་ང་དང་དེ་རིང་གུ་རུ་རིན་པོ་ཆེ་རྣམ་ཐར་དེ་ནས་ད་ལྟའི་ས་བོན་དེ་ནི་ཁག་བཅུ་གཉིས་པའོ་ང་དང་གཞོན་རྒྱུད་ཤོད་པ་ད་དེ་རིང་ནའང་དེ་ནི་ང་དང་གུ་རུ་རིན་པོ་ཆེ་རྣམ་ཐར་བོ་དེ་ནས་བཞུགས་ཚར་ཏེ་ནོག་རྒྱུད་ཤོད་པ་དེ་རིང་ཉོན་ཅིག་མ་ནི་མེ་ད་ལ་ལས་བཞུགས་བྱས་ཚང། བཤོས་པ་དང་དེ་རིང་གཙོ་བོ་གུ་རུ་རིན་པོ་ཆེ་དེ་ནས་པོ་དེ་ན་དེ་ནས་གུ་རུ་རིན་པོ་ཆེ་སྐུ་དངོས་ཀྱི་དེ་ནས་འདུལ་བྱ་དེ་ནས་འོ་ད་གཟུགས་པོ་སེམས་ཅན་གྱི་དོན་དང་འགྲོ་བའི་དོན་མཛད་དེ་དེ་ནས་སངས་རྒྱས་ཀྱི་བསྟན་པ་རྒྱས་ནས་དེ་ནས་རྒྱ་བཞུགས་ཏེ་དེ་ནས་འདུལ་བྱ་སྐུ་དངོས་ཀྱི་འདུལ་བྱ་དེ་ནས་ཚར་ནས་དེ་ནས་ད་ཁོང་ཧྲིན་པའི་ལུང་ནུབ་ཤིང་པའི་ཡུལ་ལ་དེ་ནས་ཁོང་ཕེབས་པ་ནས་ཚུར་ལུས་པ་ལ་དེ་ག་ད་ཅི་དང་ནི་ད་གཟུགས་གུར་རིན་པོ་ཆེའི་ཞལ་གདམས་དང་དེ་ནས་དེ་གཟུགས་མ་མང་པོ་ཡོད་དེ་རྣམས་ལ་ད་རྡོག་རྡོག་ཅིག་བྱོས་ཚེ་ཉོན་ཅིག་བྱོས་ཚེ་གཞུ་ཅི་སའི་གཟུགས་ཀྱང་ཅི་དང་གུར་རིན་པོ་ཆེ་ལུང་ནུབ་བར་ཕེབས་པའི་སྐབས་པ་དེ་ནས་པོ་ཏི་རྒྱལ་པོ་ཅི་དང་ང་དང་མཁན་སློབ་ཆོས་གསུམ་བྱོན་ནོ་པ་ལ་མཁན་སློབ་ཆོས་གསུམ་གདན་འཛོམས་པའི་ཐོག་ནས་དེ་ནས

ད་གུ་རུ་རིན་པོ་ཆེ་བལྟས་ནས་དེ་ནས་ད་ཁོང་སྐུ་དངོས་ཀྱི་གདུལ་བྱ་གུ་རུ་རིན་པོ་ཆེ་ཁོ་རང་སྐུ་དངོས་ཀྱི་དེ་ནས་གདུལ་བྱ་ཚར་ར་གཅིག་དང་དེ་ནས་སྐབས་དང་དུས་ལ་གཞིགས་ཏེ་དེ་ནས་ཀླུ་ནུབ་ཧྲིན་པའི་ཡུལ་ལ་དེ་ནས་ཁོང་ཕེབས་རྗེས་གཟུགས་ཚ་དོ་བསྐྱོད་པ་དེ་བཟའ་ཟླ་གཅིག་དང་དེ་ནས་དེ་ནས་གུ་རུ་རིན་པོ་ཆེ་དེ་ནས་ད་ཀླུ་ནུབ་ཧྲིན་པའི་ཡུལ་ལ་ཕེབས་རྗེས་དེ་ནས་ད་དེ་ནས་གུ་རུ་རིན་པོ་ཆེ་དེ་ནས་འུ་ད་འཁོར་དང་དེ་ནས་རྒྱལ་པོ་རྗེ་འབངས་དེ་ནས

ཨ་ནི་ཕེབས་སྐར་ཨི་ནི་ཕེབས་སྐར་ཟེར་ཁག་གཉིས་གསུམ་བཞི་བཅུ་རུ་འདག་ས་གཙོ་ངེས་བཞུགས་སའི་དེ་ནས་ནམ་མཐའ་རི་བས་ན་དེ་ནས་མང་ཡུལ་དེ་ནས་དགུང་ཐང་ལ་རི་ནས་དེ་ནས་གུ་རུ་རིན་པོ་ཆེ་ད་ལྟའི་ཁ་ནས་ལོ་ནུབ་ཧྲིན་པའི་ཡུལ་ལ་ཕེབས་སྐར་ཨ་ཟེར་ཏེ་བཞུགས་རུ་ཡོང་ལོ་བཞུགས་རུ་བཞུགས་མང་ཡུལ་དགུང་ཐང་ལ་ཁ་ནས་དེ་ནས་གུ་རུ་རིན་པོ་ཆེ་དེ་ཁ་ནས་དེ་ནས་ཉི་མའི་འོད་ཟེར་ལ་ཆིབས་སེ་དེ་ནས་ལོ་ནུབ་ཧྲིན་པའི་ཡུལ་ལ་ཕེབས་སྐར་ཨ་ཟེར་ཏེ་དེ་བཞུགས་ནོ། བསྐྱོད་པ། དེ་ནས་དག་ས་སྔ་ལྟར་ལུག་ནུབ་ཧྲིན་པའི་ཡུལ་བོ་དེ་ནི་དཀར་བའི་ནང་ལོགས་སུ་དེ་ལྟའི་གཟུགས་ཤིག་ཟེར་ག་འཇིག་ཡོད་ཀྱི་ཨ་ལ་ཡིན་ན་ང་རྣམ་ཐར་ཚལ་གདན་དང་བསྟན་ཆགས་པའི་ཚལ་གདན་འཇིག་ཡོད་ན་ང་ཅང་མ་བརྒྱལ་ལ་ལ་ཉིན་ཞོར་ནས་ཡང་ཡང་གཟུགས་ས་རྫ་དར་ཡང་གཅིག་ཆགས་ན་གཟུགས་བརྒྱལ་ལན་གཅིག་དང་ང། སྔར་མ་ཡང་ཁ་སྤ་རྩིས་བཟོས་སྐབས་ནས་ཚོར་བྱེད་ལ་སྡང་འདི་རེད་དེ་ནི་ང་དང་རི་ས་ཆོས་སུ་སྐྱོན་བ་གཅིག་དང་ཡང་ན་རྟགས་ཆགས་སྤྱོད་དུ་སྐྱོན་གཅིག་དང་ལུས་ནུབ་ཤིང་པའི་ཡུལ་ཟེར་སྐད་འབུ་ལྟར་དག་ས་ང་དང་དེ་ནི་དང། ང་དང་པོ་ཕྱོགས་ནས་རྟགས་གཅིག་སྐྱོན་ན། དེ་ནི་ང་དང་ཤི་རི་ལང་ཀ་ཕྱོགས་བ་ཡིན་ནག་ཟེར་དུས་བཞུར་ག་ལ་ལུས་ནུབ་ཤིང་པའི་ཡུལ་བཞུད་སའི་ཤི་རི་ལང་ཀ་ཕྱོགས་བ་ཡིན་ནག་ཟེར་དུས་བཞུར་ག་ལ་ད་དེ་ཙམ་ཞིག་བདེན་པ་ཡིན་ཟེར་སྐད་ང་ཡང་ཡག་བཞུགས་ཡུལ་སྨད་དག་ལ་དཔྱད་བཟོས་ན་ཆགས་སྤེལ་ལ་འདི་བཟོས་ཀྱི་ན་ནི་ང་མ་བྱ་ལ་ལ། བདག་ས་བཞུགས་ཀྱང་བཙོག་ནོ། བསྐྱོད་པ་དེ་ནས་ཁ་སོགས་དེ་བཞུགས་ནས་བཞུགས་ཀྱང་འདུག་དང་ཐང་ལ་འོ་དེ་ཆོ་ག་ཡིན་ནོ་ཟེར་ཏེ། བསྐྱོད་པ་ད་དེ་ནས་གུ་རུ་རིན་པོ་ཆེ་མང་གུང་ཐང་ལ་ཁ་ནས་དེ་ནས་ཉིན་ནོ་ཟེར་ལ་ཆིབས་སེ་དེ་ནས་མཁའ་འགྲོ། འདི་ང་ལ་སོགས་པ་དེ་ཚང་མས་མདངས་དྲངས་སེ་དེ་ནས་ཀླུ་ནུབ་ཧྲིམ་པའི་ཡུལ་ལ་དེ་ནས་ཁོང་ཕེབས་སེ་ཟེར་དེ་ནས་ཧ་ལ་དེ་ནས་མ་ཕེབས་སྔོན་ལ་དེ་ནས་ཁོང་དེ་ནས་བདག་ས། རྒྱལ་པོ་མུ་ཁྲི་ཙམ་པོ་དང་དེ་ཚང་མས་དེ་རིང་གུ་རུ་རིན་པོ་ཆེ་དེ་ནི་ཉིན་རང་ད་རུང་བོད་ལ་འགྲོ་བ་སེམས་ཅན་གྱི་དོན་ནི་དེ་གཟུགས་རྫ་ཆེན་མང་པོ་ནོ་ཉིན་རང་བཞུགས་ས་རྫ་དེ་སྟེ་དེ་ཚང་མས་དེ་ནི་མཁའ་འགྲོ་ཡེ་ཤེས་མཚོ་རྒྱལ་ལ་སོགས་པ་དེ་དག་ཐམས་ཅད་དེ་དེ་ནི་ཞུ་བ་པོ་ལ་ཨི་གཟུགས་རྫ་དང་སྤྱི་དང་གཉེན་པོ་དེ་ནི་གུ་རུ་རིན་པོ་ཆེ་ཟེར་ད་གུ་རུ་རིན་པོ་ཆེ་ཕེབས་སྐྱེས་སུ་དུས་ཟླ་འབབ་སྟེ་ནོག་སོང་རྫ་དོ། འབབ་སྟེ་ནོག་དེ་ནི། དག་ས་ནས་དེ་ནི་ཀླུ་ནུབ་ཧྲིན་པོའི་ཡུལ་ལ་དེ་ནི་སོང་སྟེ་དེ་ནས་ཤིང་བུ་བོན་བཏུལ་ཏེ་ཨ་གཟུགས་མ་ཟ་ན་དེ་ནས་སྟེང་ན་རླུང་ནུ་ཧྲིམ་པས་ཡུལ་ནས་དེ་ནས་ཤིང་བུ་བཟང་མ་དེ་ནས་ད་མི་ཡུལ་འདི་ན་ཅི་ཚེ་ཆ་འདི་རུ་ཡོང་ཟེར་དེ་ནས་འགྲོ་བ་སེམས་ཅན་ལ་གནོད་འཚེ་མང་པོ་ཞིག་བཏང་བྱས་འདུག་དེ་ཚོང་པ་བདག་ས་ནས་སྟེང་གུ་རུ་རིན་པོ་ཆེ་རླུང་ནུ་ཧྲིམ་པའི་ཡུལ་ལ་བདག་ས་ནས་ཕེབས་ཏེ་དེ་ནས་ད་ཤིང་བུ་བོན་བཏུལ་ཏེ་འོ་ད་ཨ་གཟུགས་གོ་མཛད་དགོས་ཞེས་འདུག་དེ་ཞོལ་དུ་ཟ་ན་སྐབས་དང་དུས་ལ་བབ་སྟེ་དེ་ནས་གུ་རུ་རིན་པོ་ཆེ་ཕེབས་དགོས་བྱས་ཟེར་དུས་ཟབ། བབས་ཏེ་འདུག་གསུངས་ཏེ་དེ་ནས་དངོས་གྲུབ་རིན་པོ་ཆེ་ཕེབས་ཏེ་ཐག་ཆོད། དེ་ནས་ཁོང་ངོས་ནས་རྡ་སར་བཞུགས་མཁན་ཚོ་ཁ་སྐད་ལ་ད་ལམ་ནས་སྐད་ལ་ཕེབས་ཁར་ཧོ་ཡ་སྐད་ལ་བལྟས་ཏེ་ཟླ་འབྲིང་བཞུགས་སུ་བྱོན་རོགས་པ་ཟླ་འབྲིང་བཞུགས་ར་མོ་ཆེ་གཙུག་ལག་ཁང་དང་དེ་ནས་ཟླ་འབྲིང་བཞུགས་ཟེར་ཏེ་ཚང་མས་ན་ད་ལུ་གུ་ཟེར་རེ་རེ་རེ་བྱས་ནས་འདུག་བ་དང་མང་པོ་བཞུགས་ན་མང་པོ་བྱ་ཅི་ཟུག་ག་ལ། དེ་ནས་དེ་ཀ་བ་དེ་ནས་དངོས་གྲུབ་རིན་པོ་ཆེ་ཟེར་དེ་ནས། གུ་རུ་རིན་པོ་ཆེས་དེ་ནས་ཞལ་གདམས་དེ་ནས་མི་མང་པོ་གསུང་མཛད་དོ་ཨ་ཏི་སྔགས་འཆང་སྔགས་དང་ཁ་བཏགས་བཞུགས་ན་ཁ་ཆེམས་གཙོ་ག་ལ་ཡང་ན་བསླབ་བྱ་ཡང་ན་ཞལ་གདམས་འབྱོར་ན་བླ་མའི་ཞལ་གདམས་དེ་ནས་མང་པོ་གསུང་མཛད་དོ། དེ་ནས་ཆོས་སྤྱོད་ཆེ་དང་དགེ་བ་བ་ཅས་འདུས་པ་དེ་ནས་གཟུགས་པོ་སྤང་ཆེ་དང་དགེ་བ་བ་ཅས་དང་འོ་ད་ལྟའི་ཙོག་ས་དེ་ནས་མི་དྲང་པོ་ཆོས་འོ་ཤེས་དང་དེ་ནས་འོ་ད་རྒྱལ་པོ་ཡིན་ན་ཆོས་ཁྲིམས་རུ་མི་ཡོང་ན་ཆོས་ཁྲིམས་ཡག་པོ་ཆོས་སྲིད་ཐོག་ནས་སྐྱོང་ཆེད་དང་འོ་ད་ཆོས་ཁྲིམས་མི་མང་ཡིན་ན་ཆོས་སྲིད་ཁྲིམས་དང་མི་དགར་ལ་བྱོས་ཆེད་དང་དེ་ཚང་མའི་ཐོག་ར་རེ་རེ་ཆོས་སྲིད་དེ་ནས་ཁོང་ཞལ་གདམས་ཚལ་ལ་འཛབ་ཏོ། དེའི་ནང་ནས་གཅིག་གཙོ་དེ་ནས་རྙིང་བཞེས་དེ་མ་ཁག་ཅག་ནག་ཟེར་དེ་སོང་འཛབ་ཏོ། སྤྱི་དང་དེ་སྐོར་ལ་རྙིང་བཞེས་དེ་ནས་མ་ཁག་ཅག་ཉིན་པའི་སྐོར་ལ་གདངས་གཅིག་དང་དེ་ནས་ཉི་མ་ལྔ་དྲུག་ཞིག་སྔོན་ལ་སྐྱེ་དངོས་རླུང་པོ་རིན་པོ་ཆེ་ཟེར་དེའི་ཐོག་བཀའ་སློབ་དམའ་བ་རུ་རྒྱས་པ་ཟེར་དུས་དེ་ནང་ནས་གཙོ་བོ་སྐྱེ་དངོས་རླུང་པོ་རིན་པོ་ཆེའི་གསུང་ཆེན་དབང་དེ་ནག་ག་ནས་གསུང་འདུག་སྟེ། རྙིང་གཞན་མེད་ན་ཆོས་ཀྱི་རྩ་བ་རུལ་ཟེར་ག་ནས་ཚིག་པོ་དེ་ནས་ཀུན་འདུས་ནས་དེ་བཟུང་སྟེ། དེ་ནས་དེའི་ཐོག་ནས་སྐྱེ་དངོས་རིན་པོ་ཆེའི་ཨ་ཟུག་བཀའ་སློབ་དམའ་ཧྲ་འདྲི་ཚར་དུས་སྙིང་རྗེ་དེ་ཆོས་ཀྱི་རྩ་བ་ཡིན་པའི་སྐོར་དང་དེ་ནས་ང་དང། གཟུགས་སྐུ་འཕགས་པ་ཐོགས་མེད་དེ་དེ་ནི་ཞེས་བྱུང་བྱམས་མགོན་མི་རྒྱལ་བྱེད་དབང་གཙོ་བོ་སྙིང་རྗེས་དུག་ཏུ་བརྒྱག་ཚིགས་སུ་དེ་ནི་སྙིང་རྗེའི་དྲག་པོ་ཞེས་པར་ཟ་ན་དེ་ནི་འཕགས་པ་ཐོགས་མེད་ལ་ཞེས་བྱུང་བྱམས་མགོན་དེ་ནི་མཇལ་ལ་བཟའ་དེ་ནགས་བཟའ་དེ་ཀ་ལོ་བས་ན་མ་རྒྱས་པ་དོ། ཉི་མ་ཁ་ཅིག་མ་ན་མ་སྐྱོ་རང་དེ་ཉི་མ་སྔར་དྲུག་ཞིག་མ་ན་མ་སྐྱོ་དེས་སྐྱང་པོ་འབྲོང་པོ་རིན་པོ་ཆེ་དེ་ཀ་ལོ་བོ་སལ་དེ་ལ་བལྟས་ན་ཀ་ལོ་བོ་ཨ་གཟུགས་སྐུ་ཉམས་ཐུང་མི་ནུར་བཅོ་ལྔ་མཐར་གྱིས་གང་འདུག་ག་ལ། ཤོད་པ་དེ་ན་དེ་ན་འོད་ཚིག་པོའང་དེ་ནི་གོང་དྲངས་མཛད་དོ་གུ་རུ་རིན་པོ་ཆེས་ཟེར་ཏེ་ནི་སྙིང་རྗེ་མེད་ན་ཁྱོད་ཀྱི་རྩ་བ་རུ་ལུལ་མཛད་དེ་གསུང་མཛད་དུས་ཀྱང་སྙིང་རྗེ་བོ་ཁག་ཅག་ནོ་གསུངས་ཏེ། ཤོད་པ་དེ་ཚིག་པོ་དེ་ནི་བདག་གསང་སྔགས་དང་གུ་རུ་རིན་པོ་ཆེའི་ལུང་རིགས་ཧྲིལ་པོའི་ཡུལ་ལ་ཕེབས་ས་ནི་དེ་ནི་པོ་དེ་རྒྱལ་པོ་དང་འོ་ད་རྗེ་འབངས་མི་འབོ་ད་རྗེ་འབངས་མི་མང་རྣམས་ལ་གསུང་ཁ་ནས་འོ་དེ་ཚིག་པོ་ནོར་བ་ལ་བདག་ས་ཡིན་ན་ང་དང་ཚིག་ཡོད་ཀྱང་སྙིང་རྗེ་མེད་ན་ཁྱོད་ཀྱི་རྩ་བ་རུ་ལ་ཁོ་རེའི་སྡུག་བསྔལ་ཡང་ཡང་ཡང་དང་ཡང་དུ་གསུམ་ཁྱོད་ལ་ཕྱི་ཆོལ་མ་བཅས་རྗེ་འབངས་རྣམས་མོ་རྒུ་ཅན་གྱི་རང་དོན་སྒྲུབ་པ་ཡིན་ན་གཞན་ལ་ཆོས་ཡུལ་བྲན་བཞག་བྱ་རྒྱུ་མེད་སྙིང་རུས་མ་ཆུང་སྒྲུབ་རིམ་སྒྲུབ་ལ་རེམ་འདུག་གི་ཚེ་གང་འདུག་རྒྱའི་ཟ་མ་ལ་ལ་འཇིག་གི་མིན་གསུངས་ཏེ། མདོར་ན་སྙིང་རྗེ་དེ་ནི་ཁྱོད་ཀྱི་རྩ་བ་ནོ། སྙིང་རྗེ་མེད་ན་དེ་ནི་ང་དང་ཁྱོད་ཀྱི་རྩ་བ་རུལ་དེ་ན་སོ་ཁོ་རའི་སྡུག་བསྔལ་ཡང་དང་མཉམ་དུ་སོམས་ཤིག་ཁྱོད་རང་དེ་ནི་ངོ་ཐ། གདུལ་བྱ་རྣམས་ཀྱིས་ཁོ་རའི་སྡུག་བསྔལ་བ་ཡང་ཡང་བསམ་གོ་ས་ནོ། དེ་ན་ཙོ་ཙཱ་ཁྱོད་ལ་ཕྱི་བཤོལ་མ་བྱེད་རྗེ་འབངས་རྣམས་ཞུས་སེ། ཁྱོད་ཙོ་ཙཱ་དེ་ནི་ཕྱི་བཤོལ་མ་བྱེད་ཕྱི་བྱོལ་དེ་ནི་ཀླད་ལོ་མ་བྱོས་སོ། ད་ཁྱོད་ཤིག་ཐོ་རེ་ཅན་སྣང་བཟའ་ཅན་དེ་ནི་ཀླད་ལོ་སྟེང་མ་བྱོན།

ཤོད་པ་དེ་གཅིག་ཡིན་ནོ། ཤོད་པ་ད་ཐོར་ཞིག་ཏེམ་ཞིག་ཐོར་ན་དུས་ཐོར་ན་ཨོ་ད་ཀྱང་མོ་རང་པོ་རང་བྱོས་གསུང་ག་ནི་དེ་ཀར་མ་བཅོ་ང་ཞིག་འདུག་མ་ནི་ང་དང་ཨ་ཟུ་ཀ་ལོ་པོ་དེའོ་ང་དང་ཡོང་ཁོང་པོས་ཀ་དེ་ན་མ་ནི་སོང་མཛད་དོ་དེའོ་ང་དང་ལགས་ཟེར་ན་རྒྱུར་དེ་གཅིག་བྱས་ན་རེས་སྐབས་ཞིག་ཐོབ་ན་ཞུས་ཀྱི་ཟེར་སོང་འདུག་ཤོད་ན་ལ། ཤོད་པ་དེ་ནི་དེ་ག་ནས་དེ་ཚང་མ་ཞལ་གདམས་མང་པོ་བཞུགས་ཚར་ཏེ་དེ་ནི་མང་ཡུལ་དེ་ནི་མགོན་ཐང་བླ་ག་དེ་ནི་དེ་ནི་རྒྱལ་པོ་དེ་ནི་ཨོ་ད་དེ་ནི་གཙོ་བོ་རྒྱལ་པོ་སོན་བཟའ་ཐོ་དེ་ནི་ཟླ་གཅིག་ཡིན་སྔོན་ལ་བཞུགས་གམ་བཙོག་ནོག་ད་ལྟ་མན་ངག་མི་འདོན་ཚལ་ཁྱེད་རྣམས་བཟོ་བཟློག་འདེད་དུ་བསྡིགས། ང་འགྲོ་ཧྲིན་པའི་ཡུལ་དུ་འགྲོ་ད་ལྟ་ཧྲིན་པོ་མ་བཏུལ་ན་འཛམ་གླིང་ཧྲིན་པས་སྟོང་བར་བྱེད་དེ་ཅི་ཧྲིན་པའི་རྡུལ་དུ་འགྲོ་བོད་རྣམས་སྐུ་ཁམས་ཅི་བདེར་བཞུགས།

ཧྲིན་པོའི་ཡུལ་ལ་ཆགས་འོ་ཞེས་འདུག་འདག་ས་ནས་དེ་ནས་ཧྲིན་པོའི་ཡུལ་ལ་སོང་སྟེ་ཧྲིན་པོ་མ་བཏུལ་ན་དེ་ནས་འཛམ་གླིང་དེ་ནས་ཧྲིན་པོ་ཡོང་ཟེར་སྟོང་པར་བྱས་ད་ནོ་ཟེར་སྟོང་ང་ནོ་འཛམ་གླིང་མི་སྐམ་ཆ་བྱེད་ཟོ་ཧྲིན་པོའི་ཁ་ནོ་སོང་ཟེར་ཏེ་དེ་སོང་པ་ཟེར་ན་དེ་ནས་ཧྲིན་པོའི་ཡུལ་ལ་ཆགས་འོ་ཟེར་དེ་སོང་པ་དེ་ནས་བོ་དེ་དེ་ནས་བོ་འབངས་ཁྱི་ཤ་ཚང་མ་དེ་ནས་འདེ་མོ་བྱོས་ཟེར་དེ་ནས་ཆོས་ཟེར་འབའ་བརྩོན་ཟེར་ཏེ་དེ་ནས་སྐུ་ཁམས་བདེ་བར་བཞུགས་བཞུགས་ཟེར་དུ་ད་ལྟ་མན་ངག་མི་སྟོན་ཚལ་ཁྱེད་རྣམས། བཟོ་ལྡོག་བདེ་སྡུག་གི་ང་རོ་ཧྲིག་པའི་ཡུལ་དུ་འགྲོ་ད་ལྟ་ཧྲིན་པོ་མ་བཏུལ་ན་འཛམ་གླིང། ཧྲིན་གྱིས་སྟོང་བར་བྱེད་དེའི་ཕྱིར་ཧྲིན་པོ་བཏུལ་དུ་འགྲོ་བོ་རྣམས་སྐུ་ཁམས་སྐྱིད་དེར་བཞུགས་བཞུགས་ཟེར། འོ་ད་ལྟའི་གཞུག་ཅིག་དང་དེ་ནས་རྒྱལ་པོ་མུ་ཁྲི་བཙན་པོ་པད་ཀོ་རང་དེ་ནས་གུ་རུ་རིན་པོ་ཆེས་བསྐོར་བ་ཚར་ཏེ་དེ་ནས་པད་ཀོས་གུ་རུ་རིན་པོ་ཆེའི་བཞབས་པ་དེ་ནས་འཐམས་ཏེ་དེ་ནས་བཞབས་དང་དེ་ནས་གུ་རུ་རིན་པོ་ཆེ་རྣམ་བཟའ་འཐམས་ཏེ་དེ་ནས་བསྟོད།

རྡོ་གསང་བ་དང། ལྟེ་བ་སྲུང་མཛད་དུ་མོ་ཁྲི་དེ་ནས་ཁྲི་སྲུང་བདེ་བཙན་དགུང་དུ་གཤེགས། གུ་རུ་དེ་ནས་དབུ་རྒྱན་གནས་སུ་གཤེགས། མོ་ཁྲི་ཙམ་པོ་བོ་དུ་ལུས་ཡབ་རྒྱལ་པོ་སྐུ་ཚེ་ཐུང་ལགས་སོ་གུ་རུ་ཐུགས་རྗེ་ཆུང་ལགས་སོ་བདག་ནི་བསོད་ནམས་ཆུང་ལགས་སོ་བོ་འབངས་སྐྱིད་ལ་གཟར་ལགས་སོ། ཡབ་དང་གུ་རུ་བཞུགས་དུས་སུ་མོ་ཁྲི་ཙམ་པོ་མི་འགུམས་པ། བདག་ནི་བློ་ཐབས་སུ་ལ་འཆལ། ནི་སྙིང་རྗེ་འགྲོ་ནི་སུ་ཡིས་འདེབས་གསུངས་སེ། མདོར་ན་ཅི་སོགས་མཛའ་དོགས་བརྗོད་ན་དེ་ནི། མུ་ཁྲི་བཙན་པོས་དེ་ནི་ཡབ་རྒྱལ་པོ་དེ་ནི་གཉའ་ཁྲི་བཙན་བ་ཅི་ཟེར་བྱ། ཁྲི་འཁྲུངས་དེ། ཁྲི་འཁྲུངས་དེ་བཙན་ཁོང་དེ་ནི་དགུང་ལ་ཆིག། དེ་ནི་ཁོང་ལྟར་མྱ་ངན་ལ་དད་ཟེར་ནོ། དེ་ནི་གུ་རུ་རིན་པོ་ཆེ་དེ་ནི་བོར་བ་དེ་ནི་ལོ་ཅོག་ཧྲིན་པོའི་ཡུལ་ལ་ཤེས་ག་ནི་མ་ལེ་བཟའ་ཟླ་ནང་སོ་དར་དེ་ཟུག་ཕེབས་ཏེ་དེ་ནི་ཡབ་ཀྱི་ཨལ་པོ་ནི་དེ་ནི་སྐུ་ཚེ་མ་ཟ་ནོ་སྐུ་ཚེ་ཡ་ང་ན་ཟླ་ཟ་ཟ་མགོ་རུ་རིན་པོ་ཆེ་ནི་ལོ་ནུབ་ཧྲིན་པོའི་ཡུལ་ལ་ཕེབས་ཀྱི་ཟུག་ཟ་དེ་ནི་ཟ་དེ་དེ་ནི་མུ་ཁྲིའི་ཙན་པོ་ང་རང་དེ་ནི་བོ་ད་ལུ་སྟེ་ནོ་སོང་ཟ་ད་ལ་དེ་ནི་འགྱལ་པོ་དེ་ནི་དེ་མ་ཟ་འགྱལ་པོ་སྐུ་ཚེ་ཐུང་ལ་ཟུག་དེ་ནི་འདག་ཟ་མུ་ཁྲིའི་ཙན་པོས་དེ་ནི་ཡབ་ཁྱི་ཁྲུང་དེའུ་ཙན་དེ་ནི་སྐུ་ཚེ་ཐུང་མ་ནི་མ་བཞུགས་བ་ཡིན་ཆེད་དུ་ལོ་ཆུང་ལ་དེ་ནི་དགོངས་པ་ཡ་ང་ལ་ཟླ་ཟེར་ནོ་བ། ཡབ་རྒྱལ་པོ་སྐུ་ཚེ་ཐུང་ལགས་སོ། དེ་རང་དང་སར་སྤོ་སྡོད་ཚིགས་པོ་མཁྱེན་ཆེ། གུ་རུའི་ཐུགས་རྗེའི་ཆུང་ལགས་སོ། དེ་ནི་གུ་རུ་ཉིད་རང་དེ་ནི་མ་ཐུགས་རྗེའི་ཆུང་དུ། ང་ཅག་པོ་ཏང་རྣམས་ལ་གཟིགས་ཀ་མ་མཛད་དང་མ་གཟིགས་ས་དེ་ནི་ཉིད་རང་ཕེབས་དུ། རྒྱལ་པོ་ནི་སྐུ་ཚེ་ཐུང། སྐུ་ཚེ་རིང་པོ་མ་བཞུགས་ཀ་སྐུ་ཚེ་ཐུང་ན་མྱང་ང་ལ་འདའ། རྡོ་རི་རིན་པོ་ཆེ་ཉན་རང་ལ་ཐུགས་རྗེ་ཆུང་འདུག་ང་བཞིན་དེ་མ་ཚར་དེ་ནི་བདག་ནི་བསོད་ནམས་ལགས་ཟེར་ལགས་སོ་ད་དེ་སང་མང་དེ་ནི་ང་རང་བསོད་ནམས་ཟ་བསྟེན་གྱི་རེད་བོད་འབངས་སྐྱིད་ལ་ཟེར་ལགས་སོ་བོད་འབངས་ཡོངས་རྫོགས་དེ་ནི་འོ་ད་སྐྱིད་པའི་ཉི་མ་ཞིག་ཤར་དུས་དེ་དེ་བང་ད་ཉི་མ་བང་ཟ་དེ་སོང་ཟེར་དེ་དེ་ནས་ད། བདག་སར་དེ་ནས་མུ་ཁྲི་ཙར་འབོད་དེ་ནས་མྱ་ངན་དང་དེ་གཟུགས་དོ་ནས་གུ་རུ་རིན་པོ་ཆེ་བསྟོད་ཆོག་ཟེར་དེ་ནས་ཚིག་མང་པོ་དོ་དེ་གཟུགས་སྨྲ་མང་པོ་ཞིག་ཞུས་ཟ་དོ་ཞུས་ཟེར་དེ་ནས་ད་ཡང་གུ་རུ་རིན་པོ་ཆེ་ཟེར་དེ་ནས་འོ་ད་དེ་འོ་ཅི་དུ་ཉོན་ཅིག་པོ་ཀྱི་རྒྱལ་པོ་དད་པ་ཅན་ལས་ཅན་མོ་གུ་དད་པ་ང་ཡི་བུ་ཁྲི་ཆུང་སྡེ་བཙན་སྐུ་ཚེའི་མཐའ་རུ་ཁྱོད། དུ་ངར་མ་བརྫབ་རྒྱལ་རྩེ་བོད་ཀྱི་རྗེས་ཡོད་ཞུས་ཟེར། དེ་ནས་ཁྱོད་རང་ལྟར་དད་པ་ཅན་གྱི་པོ་ཏི་རྒྱལ་པོ་ཁྱོད་རང་ཉོན་ཅིག། ལེ་ཅན། དེ་ནས་ལེ་དང་དད་པ་དང་དམ་ཚིག་གཡོ་བ་མེད་པ་ང་ཡི་བུ་ཁྱོད་རང་ཉོན་ཞིག་ཟེར་ཁྲི་སྲོང་ལྡེ་བཙན་སྐུ་ཚེ་དམར་རྒྱལ་པོ་ཁྲི་སྲོང་ལྡེ་བཙན་བདེན་པའི་རང་སྐུ་ཚེ་ཉུང་མ་ནི་མ་བཞུགས་པ་ཡོད་ནང་པ་སྐུ་ཚེ་དེ་ནི་མཐར་ཕྱིན་པ་ཞིག་བདེན་པའི་རང་འགྲོ་བ་སེམས་ཅན་ནི་ཕན་ཐོགས་གང་ཞིག་སྐུ་ཚེ་མཐར་འཁྱོལ་གང་ཞིག་འབྱུང་བདེན་ནོ། དེ་བས་དེ་ནི་ཐུགས་མངལ་གྱི་རང་གཟུགས་ཀྱི་ཐུགས་ཚབ་ཡང་ན་ང་དང་འཚེར་ཀ་མ་བཅོའོ། དེ་ནི་ང་ཡིན་ན་དེ་ནི་དུག་དང་རྣམ་པ་ཀུན་དུ་དེ་ནི་ལས་ཅན་དག་པ་ཅན་གྱི་པོ་ཏི་པོ་འབངས་དང་པོ་ཡི་གེར་པོ་དང་པོ་ཏི་མི་མང་བོ་ན་དེ་ནི་དུག་དང་རྣམ་པ་ཀུན་དུ་ངི་ཡང་བོ་ད་ང་གྲོགས་ཕྲན་ལས་ཟེར་ན་ངི་ཡོད་གཟིགས་གཟིགས་ཡིན་ཞུ་ཟེར་ན་དེ་བཞུ་བཟའ་ཏོ། ད་ལྟའི་བཙོག་ཞུན་གྱི་དང་དེ་ནི་མ་མང་པོ་འདུག་ག་ལ་ཏེ་བཙོག་ཟེར་ཚིག་མང་པོ་ཡོད་ད་ན་ཏེ་ཞུ་ཟེར་དེ་ནི་མགུར་རིན་པོ་ཆེ་ཁྱོད་ད་དེ་ནི་ད་པ་ཅོག་གོ་ཞེས་དང་དེ་ནི་ཆོག་ཤོག་གོ་ཞེས་དང་དེ་གཟུགས་མཐོ་བ་བཀའ་སློབ་མང་པོ་ས་ཏེ་དེ་ནི་མགུར་རིན་པོ་ཆེ་དེ་ནི་སྤྲིན་སེམས་ནི་ཉི་མས་དེ་ནི་འོ་ད་གཟུགས་གོ་བོད་དེ་དེ་ག་དེ་ནི་ཟླ་གཅིག་བཞུགས་ག་འཚོ་ས་མཁའ་འགྲོ་མ་དང་དེ་གཟུགས་དེ་ནི་མང་པོ་ཞིག་གི་དང་སྤྲིན་བཞུགས་ལ་ཕེབས་ཟེར་དེ་ནི་སྤྲིན་གྱི་སེམས་ནི་དེ་ནི་ཉི་མ་ཉི་མས་འོ་ཟེར་ལ་ཕེབས་ཟེར་དེ་ནི་འོ་ཆིབས་ཟེར་དེ་ནི་ང་དང་དགུང་ཐང་མང་ཡུལ་དགུང་ཐང་ལ་ཁ་ནས་དེ་ནི་དབུ་རུ་རིན་པོ་ཆེ་ལུག་ནུབ་ཧྲིན་པའི་ཡུལ་ལ་འོ་ད་ཕེབས་སའི་ཟེར་ཏོ། འོ་ད་གཙོ་བོ་དེ་དབུ་གཟུགས་ཤིག་ནོ་ཟེར་དེ་ན་བཞུད་ཅེས་ཟིན་ན་ལ་གཙོ་བོ་གཙོ་བོ་དེ་ན་ན་ཁག་ཆེ་ཤོག་པོ་ང་དང་བདག་ས། ཁག་ཆེ་ཤོག་པོ་གཅིག་ནོ་བཞུད་ན། དབུ་རུ་རིན་པོ་ཆེ། བདག་ས་ང་ད། ནམ་ཐག་རེ་ན་ནི་གཙོ་བོ་ཁོང་བླ་བྱ་མང་པོ་ཞིག་ཟེར་ལ་ཟེར་ཏོ་ཁྱོད་ཤོག་གོ་ཞེས་ཁྱོད་ཡིན་མ་དེ་རིང་ནས་ཤོག་གོ་ཞེས་ཁྱོད་སའི་རྩ་བ་སྙིང་གཞི་ཡིན་གནས་དེ་རིང་ཤལ་པོ་དང་གླང་པོ་སུ་ཞིག་ཡིན་ནའང་དེ་ནས་སྙིང་གཞིའི་རྩ་བ་གཅོད་སའི

ཁོང་བཀའ་སློབ་ཀྱི་ཚལ་དུ་བཀའ་སློབ་པའི་ལག་ལེན་གྱི་ཇོ་བོ་ཞེས་དང་གོ་བདེ་ལྡན་པའི་བཀའ་སློབ་བཀའ་གཟུགས་ཤིག་འདུག་ཟེར་གི་འདི་དབུས་ན་གཟུགས་བྱོན་ན་དེ་ནི་ང་དང་སེམས་བའི་བཀའ་བསྒྱུར་བྱ་ཡོང་ཅེས་དང་མི་ཚེ་ཕུགས་དང་བཀའ་འགྱུར་བྱ་ཏན་ཏན་ལ་ཡོང་རོགས་ལ་མདོར་ན་ད་ང་དང་ཉི་མ་མང་པོ་ཞིག་རིང་ཨ་ལ་ཉི་མ་ལམ་བཅུ་གཉིས་དེ་ནས་ད་ངང་མ་བཅུ་གཉིས་ཤིག་ངའི་ཡི་ག་གུ་རུ་རིན་པོ་ཆེ་རྣམས་དང་གཙོ་བོ་གུ་རུ་རིན་པོ་ཆེ་རྣམས་དང་བསམ་གྱིས་མི་ཁྱབ་པ་ཞིག་དེ་གཟུགས་བྱོན་རོགས་ལ། བསྐྱོད་པ་ཟེར་ན་དེ་ཚང་མ་ང་ཚོ་ཞིག་ཞུ་ཐུབ་ཆེ་སྐོར་མེད་ག་ནང་མེད་དེ་ནང་བསྐྱོད་པ་ངས་དེ་ན་ནི་འགྲོགས་འགྲོགས་སྙིང་སྡུག་ཚོགས་ཞིག་མ་ནི་རྒྱས་བརྒྱབ་ནས་མ་ནི་གཅིག་ལང་མ་ཕེབས་ཚོགས་ཞིག་ཞུ་ཟེར་ན་སྒོར་ལུམ་ཆེ་ནང་དང་རྒྱས་བརྒྱབ་ནས་ཕེབས་ཚོགས་ཞིག་བསྐྱོད་པ་ཟེར་ན་འོ་ད་དེ་འོ་ད་དེ་འོ་གཙོ་བོ་ང་དང་མི་མང་ཚང་མ་དེ་ནས་ངས་འདི་ཡང་ནི་བཞུགས་སྒར་འཛུགས་ས་ང་དང་གུ་རུ་རིན་པོ་ཆེ་ཡང་དེ་ནས་ད་ལྟ་མེད་གང་ཞིག་དང་གུ་རུ་རིན་པོ་ཆེ་ཡང་གཟུགས་མ་མཆོག་གང་ཅི་གང་དང་ཧ་ལམ་མེད་དེ་ནོ། ཞུས་པ་ལྟར་ན་དེ་ག་ནས་དེ་ནས་གུ་རུ་རིན་པོ་ཆེ་ཡིས་དེ་བཀའ་དྲིན་དྲན་བྱེད་དང་དེ་ནས་བདག་ཚང་ང་དང་ཉི་མ་སོགས་ཀ་ཞབས་ཏུ་ཡོད་ཀ་ནས་དེ་ནས་ང་དང་ང་ཚོ་སངས་རྒྱས་ཀྱི་དམ་པ་བང་ཚོ་གུ་རུ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་ལ་དེ་ནས་འབྱུང་བཀའ་ཉིན་གང་མཁན་སློབ་ཆོས་གསུམ་གྱི་ཐུགས་རྗེ་བཀའ་དྲིན་ལ་དེ་ནས་འབྱུང་བཀའ་ཉིན་གང་འགྲོ་ང་དང་ཚང་མས་དེ་ནས་སེམས་མེད་ན་དྲན་བྱེད་སྲིད་པས། འོ་ད་ལྟའི་བོད་གཙོ་བོ་ཆོས་སྲིད་ཞུ་སའི་ནང་ལ་གཞན་དོན་གཉིས་ཀྱི་ང་དང་ཨི་བཟོའི་རྣམ་ཐར་གྱི་ཡང་ཨི་ན་བཟོའི་རུང་བཞིན་བྱས་ཏེ་གླིང་ག་ལམ་རྒྱལ་ས་རིང་ལུགས་རུང་བྱེད་གང་རྫོགས་ཤིང་མ་གནང་བ་ལ་ཨེ་བུད་མེད་མི་སེར་རུང་བྱེད་གང་རྫོགས་མ་གནང་ཡུལ་གཙོ་བོ་དེ་ནི་ང་དང་འོ་ད་མཁན་སློབ་ཆོས་གསུམ་ནི་བཀའ་དྲིན་དྲངས་ཏེ་བདག་སེམས་ང་དང་ཆོས་ཞུ་བྱེད་དང་གཙོ་བོ་སེམས་པ་བཟང་པོ་བྱོས་བྱེད་དང་གཙོ་བོ་ང་དང། འོ་ད་མི་དྲང་པོ་ཇོ་གོ་ཞེས་དང་ཏི་ཛུ་ཐོག་ཁང་ང་དང་དུ་ཙང་རྣམ་པ་ཀུན་དེ་དེ་ནས་འབའ་ཙོང་ཇོ་ཅེས་དང་རང་རང་མི་ཚེ་བུ་དང་བ་ཚོ་ཆོས་ཕྱོགས་དང་མི་དྲང་པོ་ཞིག་དང་མི་ཡ་རབས་ཅན་གྱི་མི་སྐྱ་ལ་ཞིག་ཐོག་ནས་མི་ཚེ་བུ་ཐུབ་ཅེས་སི་ཀ་རག་ལ་བྱེད་སྲིད་པའི་གཙོ་ཏེ་ཨ་ཟུ་གོ་ཏེ་བི་ཀ་ཁྱ་ཏོན་བྱེད་སྲིད་པའི་གཙོ་ཇོ་སུ་ཡུས་སིན་མདོར་ན་ཉི་མ་མང་པོ་ཞིག་རིང་ཡང་དེ་ནས་འོ་ད་བདག་ས་གཞུ་བ་འཚོ་ས་གུ་རུ་རིན་པོ་ཆེ་རྣམས་ལྟར་འོ་ད་ཏི་ཛུ་ཞིག་བཞུད་ཟེར་ཡས་ད་དེ་རིང་མཇུག་མ་རྫོགས་ཤིག་ག་ངོ་གཟུགས་ཤིག་ཞུས་ཟེར་ཡིན་སྐྱོ་ལྟ་ས་ན་ད་ང་དང་དུ་ཞིག་ཐོབ་ན་དེ་ནས་ཡང་ང་དང་ཡང་ཨ་ཚོགས་ཀྱི་རྣམ་ཐར་ཁག་ཅིག་ཅིག་ཞིག་ཞུས་དགོས་ཞེས་སོགས་ཁག་ཚན་ཅིག་མཐོང་ཧ་ལ་གཙོ་བོ་ང་དང་ལགས་སོ་ན་དེ་ནས་ང་དང་ལགས་ཞིག་བུ་མ་དང་ཁྱི་དང་ང་དང་སྤྱོད་གསལ་ཀར་དམག་མང་པོ་ཡོད་དེ་ནས་ང་ལ་སྤྱོད་གསལ་ལ་ཟེར་ཀར་དམག་མང་པོ་ཡོད་དེ་ནས་དེ

དེ་ནི་རྟའི་ཐོ་བ་མཐར་ཕྱིན་པ་ཞིག་ཧ་གོ་གོ་ཞེས་སོགས་ཁག་ཅན་ལག་ལ་གཅོད་པའི་འབྱུང་ཁུངས་ཅན་གྱི་གཅོད་རྫས་ཀྱང་དགའ་གཟུགས་ཤིག་ཡིན་གཅོད་རྫས་བཙལ་ནས་ཚང་མ་དགའ་གཟུགས་ཤིག་བཏང་གོ་ཤེས་ཚེ་གནྡྷེ་བའི་ཐོ་བ་མཁྱེན་ཐུབ་ན་རྟའི་ཚང་མ་མཁྱེན་ཏེ་དེ་ནི་ང་ཐག་ཆོད་ཅིག་ས་ལ་ཅིག་ས་ལ་ཅིག་དང་སྙིང་པོ་བདེན་པས་རང་དེ་ནི་དངོས་གནས་དྲང་གནས་དེ་ནི་ང་ཐག་ཨ་གཟུགས་ཀྱི་འོག་འདུག་ཅེས་ནག་ཆུ་ཁྱོད་བལྟ་ས་ན། གཅོད་རྟའི་འབྱུང་ཁུངས་དེ་ནི་ང་ཐག་འོག་ཐག་དགའ་གཟུགས་ཤིག་ཡིན་དེ་དང་འདྲེ་ལོའི་ཐོག་ནས་བལྟ་ང་ཐག་གཅོད་རྟའི་འབྱུང་ཁུངས་གཙོ་བོ་བ་དམ་པ་སངས་རྒྱས་ནོག་པ་ལ་ཇི་ཙམ་དུ་སངས་རྒྱས་བཅོམ་ལྡན་འདས་ནི་འཇུག་པའི་དེ་ནི་འཇུག་པའི་ཨ་གཟུགས་ཡོངས་ཅན་ནོག་པ་ཡིན་ན་གཙོ་བོ་བདག་ནི་བདག་ས་ང་ཐག་གསོལ་ཏོ། བ་བ་དམ་པ་སངས་རྒྱས་དང་མ་བྱིན་རླབས་ཀྱི་སྒྲོན་མ་བརྗོད་དེ་དེ་ནས་གཙོ་བོ་བ་དམ་པ་སངས་རྒྱས་ཨོ་ད་བ་དམ་པ་སངས་རྒྱས་སེ་དེ་ནས་རྣམ་ཐར་བོ་དེ་ནས་བཞུད་ཅེས་རྣམ་ཐར་དང་དེ་ལས་ཐོག་ནས་བཅོས་ཏེ་འབྱུང་ཁུངས་ཀ་གཟུགས་ཤིག་མིན་བཅོས་བཞུད་བ་ནི་ཆོས་ཚུལ་ཀ་གཟུགས་ཤིག་མིན་ཏེ་ཐོག་བ་ངས་བཞུད་ཅེས་སའི་གཟུགས་ཤིག་བྱོན་སམ་ཅེས་བཞུད་ན་དེ་ནི་ཉེ་དུ་བདེ་བ་གཉིས་གསུམ་གྱི་སྔོན་ལ་ང་རང་ཡིན་ན་དེ་ནི་བདག་ས་བླ་མ་ཞིག་ཚང་ནས་དེ་ནས་བཅོས་ཏེ་བདག་མ་ཚང་མ་ཞིག་བཞུད་ས་བཞུད་ཕེབས་ན་དེ་ག་བ་དེ་ནི་བླ་མས་དེ་ཅིའི་ཕྱིར་རིགས་གསུང་བ་མཛད་ད་གཟུགས་རིགས་གསུང་བ་མཛད། དེ་བས་ན་ཁ་གཟུགས་ཆོས་སྐྱེས་དང་མ་ཁག་ཆ་མི་འཇིག་དང་དེ་ནས་བདེན་པའི་སྤྱོད་ཚལ་ཁ་ནུ་ན་གཡུང་མཁྱེན་དགོས་ཞེས་ཁག་ཅན་འདུག་བསམ་ཁ་འཇོག་ཤུགས་ཡོང་ལགས་ལ། སྤྱོད་པ་དེ་དང་འབྲེལ་ལོ་དོན་ང་དང་བོ་ད་སྤྱོད་དེ། བོ་ད་དྲན་བསྟུན་ཞིག་ཐོབ་ན་གཟུགས་བོ་སྤྱོད་དེ་དེ་ནས་འབྱུང་ཁུངས་དང་སྤྱོད་དེ་ཆོས་ཁ་གཟུགས་ཤིག་ཡིན། དེ་ནས་སྐྱོན་སྤྱོད་དང་འབྲེལ་ལོ་དོན་ནི་ཕ་དམ་པ་སངས་རྒྱས་དང་མ་གཅིག་ལབ་ཀྱིས་སྒྲུབ་ནས་རྣམ་ཐར་རུང་ཁ་གཟུགས་རེ་ཡིན་ཏེ་འོན་ཞུ་སྐྱེ་སའི་བརྩོན་འགྲུས་བྱོན་དེ་ནས་ཚང་མ་ལ་ཐུགས་རྗེ་ཆེ་རྒྱུ་ལས་དེ་ནས་ངའི་གུ་རུ་རིན་པོ་ཆེའི་རྣམ་ཐར་དེ་ནི་བཞུགས་ཡུལ་སྐ་བ་ཡི་ནས་ཆད་པར་ལགས་པ་དང་ལྟ་ན་སོང་སྟེ་དེ་ཚང་མ་ལ་དེ་ནས་ཉེས་བྱས་བཟང་མེད་དེ་ནས་ཨོ་དར་ལ་བྱོན་ཡོད་ཀྱི་ཚེ། ང་དང་ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་དེར་ཉེས་བྱས་མི་མང་ཚང་མས་དེ་ནས་ང་དགོངས་པ་ས་ལ་འཛག་ཟེར་ཏེ་བཞུགས་ན་ལ་དེ་ཚང་མ་ལ་ཐུགས་བཞེད་བཅུ།